མི་མང་བི་ཛི་ཞུ་དུ་བ་ཀུན་ཆུ་གསུམ་བོག་ཏུ་ཁུལ་དེ་ཞུ་ཚང་མ་དྲི་ཞི་ལེ་མི་ཞི་ང་དུ་ད་རིང་པེ་ཁེ་ཆེན་པོ་ཡོ་ང་ཁྱང་ཚོ་ལ་པེ་ཞི་ནང་ཚོ་སི་ཀུར་ཅིག་ལ་ཡ་ཡོ་ཁྱེན་ཚོ་གང་ག་ཉིང་ང་ཉིང་དུ་ཡ་ཨམ་ཅོ་ཡོ་ན་ཉིང་ང་ཕ་ཚོ་ཤེར་ཆི་རུ་ཡོ་ན་ཆི་རུ་ཅི། ད་རིང་དཔེ་གཅིག་ལས་ཡོད་ཁྱེད་རང་ཚོ་ལ་ཁྱེད་རང་ཚོ་མང་ཆེ་ལབ་ན་རླུང་ལང་གི་འདུག་བ་ད་རིང་དཔེ་གལ་ཆེན་པོ་ཡོད་ཁྱེད་རང་ཚོ་ལ་ལབ་ཡ་ཁྱེད་རང་ཚོ་ཕར་ཚོ་གང་མང་མང་ཤེར་བྱེད་རོ་གྱིས་ངས་ལྟ་བསྡད་ཡོད་ཁྱེད་རང་ཚོ་ཁ་ཚིག་སྙན་མ་ངས་ཀྱི་ཁྱེད་རང་ཚོ་ལ social media སྐོར་ལ་དེ་གོས་ལ་ཡིན་རོ་བ་ཁྱེད་རང་ཚོ་ཡིད་ཆེས་གི་མི་འདུག་བ་ཁྱེད་རང་ཚོ་བསམ་པ་ལ་ཁྱེད་རང་ཚོ་ཅོག་པ་སྤྱང་པོ་ཡིན་དྲན་གི་འདུག་བ་འཛམ་བུ་གླིང་ལྐུག་པ་མ་རེད་ད། འཛམ་བུ་གླིང་གི་ཁ་བ་ག་ས་ནས་བཏགས་བསྡད་རེད་ན། ཁྱེད་རང་ཚོ། མ་ཆགས་ཀྱི་འདུག་ཡ་ཕར་གྱི་འདུག་ཁྱེད་མཁས་པ་མི་འདུག་ངས་ཁྱག་ཚིང་ལ་སོགས་ངས་རྒྱལ་རབས་བྲིས་ཀྱི་ཡོད་ལ་ནི། ངས་དངོས་གནས་རྒྱལ་རབས་བྲིས་ཀྱི་ཡོད་ད། ངས་དངོས་གནས་རྒྱལ་རབས་བྲིས་ཀྱི་ཡོད། ཁྱེད་རང་ཚོ། མགོ་མགོ་ཚུགས་ཀྱི་མི་འདུག་བ། ཡང་རུང་བྱས། ད་ལྟ་དགུང་ལོ། བརྒྱད་ཅུ་གྱ་བདུན་ལ་ཕེབས་ར། ཁྱེད་རང་ཚོ་ད་ལྟའི་བསམ་ཤེས་མི་འདུག་ན། ཨ་ནི་ཁྱེད་རང་ཚོ་ཚ་ཚ་རེད་ལ། ཁྱེད་རང་ཚོ་ལ་ངས་སྐད་ཆ་དཔེ་རྩ་ཆེན་པོ་གཅིག་གནད་འགག་ཆེན་པོ་གཅིག་ལབ་ཡ་ཡོད། ཁྱེད་ཚོ་ལྟ་ཨ། ངས་ཁྱེད་རང་ཚོ་ལ་གཅིག་བསྟན་ཡ་ཡོད་མ་རྩ་ནས། ཁྱེད་རང་ཚོ་ག་རེ་བསམ་ན་བསམ་ར་བ། ང་ང་རང་ང་རང་ང་རང་གི་དད་པ་ཡིན། རྒྱ་རུམ་ཆེ་ལགས་ལ་ང་རང་གི་དད་པ་ཡིན་ར་བ།

མི་འདོད་དངོས་གནས་ཀྱི་བསམ་བློ་བཏང་ནས། དངོས་ཡོད་གནས་ཚུལ་དེ་བཤད་ཡ་ལ་བློ་སྒོ་སུ་ལས་མི་འདུག་ཨ། ཨ། བློ་སྒོ་སུ་ལས་མི་འདུག་ཨ་དངོས་ཡོད་གནས་ཚུལ་བཤད་ཡ་ལ་བློ་སྒོ་སུ་ལས་མི་འདུག་ཨ་ལས། ཨ། ཁྱེད་རང་ཚོ་ཕ་ཚོ་གང་མང་མང་ཤེར་བྱེད་འདུག་དོན་ཇི་རུ་ཆེ་ཨ་ད་རིང་འདི live འདི། ཁྱེད་རང་ཚོ།

དངོས་ཡོད་གནས་ཚུལ་གང་བྱེ་མ་སྐབས་སྐབས་གཉིས་ཀྱི་བྱེ་མ་སྐབས་སྐབས་གཉིས་ཀྱི་རོ་ཨ། ད་རིང་འདི་གནས་ཚུལ་འདི་གང་ག་རྒྱའུ་རིན་པོ་ཆེ་ལགས་ལ་དྲི་བ་ཁུག་ཁུག་འོར་འཛམ་བུ་གླིང་གི། ག་རེ་རེད་ལ་ནི་རྒྱའུ་རིན་པོ་ཆེ་ལགས་ལ་དྲི་བ་ཁུག་འོར་འདི་ད་རིང་ཐེངས་དང་པོ་ཆགས་མ་རྟ། ཉིས་སྟོང་ཉི་ཤུ་ལ་རྒྱའུ་རིན་པོ་ཆེ་ལགས་ལ་ནག་ཉེས་འདི་འདྲའི་ཇི་བཟོས་རེད། ཧ་གོ་བ་བྱེད་ཨ་གར་ཅི་ནས་བཟོས་བ་རེད། ཧུན། འདི་ནག་ཉེས་རྒྱའུ་རིན་པོ་ཆེ་ལགས་ལ་བཟོས་ཀྱིའོ་མ་རྟ་རྒྱའུ་རིན་པོ་ཆེ་ལགས་ལ་དྲི་བ་བསྐུལ་ན་ཨ་ནི་མི་མང་ལང་གི་རེད་བསམ་ནས་འདི་གང་ག abstract རེད་ད abstract། ཧ་གོ་གི་ཡོད་ན་གད་མོ་ཤོར་ང་ལ་མཁས་པ་རྩ་ནས་མི་འདུག་ཁྱོད་རང་ཚོ་དངོས་ཡོད་གནས་ཚུལ་སྐད་ཆ་ཅི་ཡང་ཧ་གོ་གི་མི་འདུག་ག་རེ་རེད་ལབ་ན་ར། Acharya ཡེ་ཤེས་ཕུན་ཚོགས་དགྲ་བོ། ལ་ཁྱོད་རང་ཚོ་གི་ཨ་ནི་ག་ལ་བྲིས་ནོར་སྤྲད་ནས་ཡག་ཁྱི་ཡོང་འདི་བྱེད་འདི་ག་ལ་ང་ཚོའི་མི་སྒེར་ལ། Banner ཁྱེར་ནས་ངེད་ཚོ་གི།

ཀོརྟ་ལ་ཁྲིད་གིན་ན་ཁྲིད་ག་རེ་བྱེད་གིན་ན་བྱེད་ཨ། ཡིན་ནས་ངས་ཁྱེད་རང་ཚོ་ལ་གཅིག་བསྟན་དགོས་ལོ། འདི་ངེད་ཀྱི་དེབ་རྙིང་པ་རེད་ང་ས་སྔ་མ་ནས་ང་ལ་ཡོད། ཁྱེད་རང་ཚོས་སྐད་ཆ་དྲིས། ངས་རྒྱ་རོ་མི་ཆེ་སྐུ་མཁྱེན་ཡིག་ཚང་ལ་ངེད་ཀྱི་རྗེས་ཡལ་གྱི་ཐབས་ཤེས་བྱིས་དོགས་མི་འདོགས་ལ་ནས་ཡི་གེ་བཏང་ཡོད་ངས་རྒྱ་རོ་མི་ཆེ་བཅར་དགོས་ཡོད་ང་ཡིན་ཆེ་མིན་ཆེ་བཅར་དགོས་ཡོད་གར་ཕྱིན་ལ་ན་ད།

མཐོང་ཡོད་ས་རྐུབ་བཀྱག་ཡོད་ས་ཁོ་རང་ཚོ་ལ་སྐད་ཆ་དྲིས་པ་ཡིན་ན་རོགས་ཁོ་རང་ཚོ་གིས་ཁོ་རང་ཚོ་གི་སོ་སོ་གི་རྐུབ་བཀྱག་ངོ་ནས་ང་ལ་ལན་རྒྱག་གི་རེད། འདི་ཡིན་ཙང་ང་གར་ས་ཁོང་ཚོ་གི་སྐད་ཆ་ལ་ང་འདི་གར་ས་ཁོ་རང་ཚོ་སོ་སོ་པོ་ཛི་ཤི་ནས་ང་ལ་སྐད་ཆ་བཤད་ཀྱི་ཡོད་ཙང་ང་ཁོང་ཚོ་ལ་འདི་ག་འདི་བྱེད་ཀྱི་མི་འདུག་ད་ང་གི་ཕ་མ་ལབ་ན་མ་རེད་ངེད་ཀྱི་ག་རེ། འཛམ་བུ་གླིང་འདི་ནང་ལ་ཡོད་ན་མེད་ན་སྐུ་ཤ་ལེན་པ། སངས་རྒྱས་ཀྱི་སྐུ་ཤ་ལེན་པ་ཁོང་རིགས་ཡིན་དུས་གང་ལ་ཁོང་རིགས་ཀྱིས་ང་ལ་ལན་ཡག་པོ་རྒྱག་གི་རེད་ཨ་བསམ་ནས་ངེད་ཀྱིས་ཁོང་རིགས་མཇལ་ཁར་འགྲོ། ཁོང་རིགས་ཁོང་རིགས་ལ་སྐད་ཆ་དེ་དྲིས་དུས་གང་ལ་ཁོང་རིགས་ང་ལ། རྒྱག་རོ་མི་གཅིག་ང་ལ་ག་རེ་གསུངས་ཟེར་ན། ཁྱེད་རང། ལས་ཀ་བྱས་པ་ཙམ་གྱིས་ཡག་པོ་རེད། རེད་བ། ཡིན་གྱི་མིན་གྱི་འབྲས་བུ་དོན་གོ་ཡ་ཡོད་མ་རེད། ང་ཡི་འཛམ་བུ་གླིང་གི་ཆེད་དུ། མི་མང་གི་ཆེད་དུ་ང་ཕེབས་བྱེད་ཀྱི་ཡོད། ཡིན་ན་ཡང་ང་ལ། འདི་མ་གཏོགས་མེད་ཡས་ལ། འདི་འདི་ག། འདི་མ་གཏོགས་མེད་ཡས་ལ་འདུག། འདི་གང་སྟོན། འདི་གང་སྟོན་འདི་གང་འདི་ལ། ཤིང་ཨེ་འདྲེ་ཞིག་འདུག་འདི་གང་དྲིལ་བུ་འདུག། དྲིལ་བུ་འདི་གང་ལ། ལག་པ། left། ལ་ཡོད་ད་ལག་པ left། ལག་པ left གི་ཕྱག་རྗེས་འདུག་ལག་པ left དེ་ང་ཚོ་མི། ད་ག་བ་ག་གི་ལག་པ་རེད་མི་འདུག་ད་ལག་པ་དཔེ་ཆེན་པོ་འདུག་ཨ་འདི་དེ།

ད་འདི་ཁྱེད་རང་ཚོ་གོ་བ་ག་རེ་གླེང་ན་ཁྱེད་རང་ཚོ་གླེང་ང་ལོ། ང་ལ་འདི་མ་གཏོགས་ཤེས་ཡ་མེད། འདི་དང་འདི་འདྲ་བོ་ང་ལ་ཨེ་འདྲ་རི་མོ་དཔེ་མང་པོ་ཡོད་དེ། ཨེ་འདྲ་རི་མོ་དཔེ་མང་པོ་ཡོད་དེ། དེ་འདྲའི་རི་མོ་དཔེ་མང་པོ་ཡོད་དེ། དེ་འདྲའི་རི་མོ་དཔེ་མང་པོ་ཡོད་ཧ་གོ་སོང་ཨ། ད་ངས་ཁྱེད་རང་ཚོ་ལ་ག་རེ་ལབ་ཀྱི་ཡོད་ལབ་ན་ད་རིང་གནས་སྟངས་ག་རེ་ཆགས་ཀྱི་འདུག་བ་དེ་གང་གཱ Abstract Compassion རེད། རྒྱ་བོ་རིན་པོ་ཆེ་གིས་ང་ཚོ་ལ་སྙིང་རྗེ་སྒོམ་གྱི་ཡོད་རེད་ང་ཚོ་ཚང་མ་གི་སྡིག་པ་དེ་རྒྱ་བོ་རིན་པོ་ཆེ་གིས་འཁྱེར་གྱི་ཡོད་རེད་ད་ཁྱེད་ཚོ་ཧ་གོ་གི་འདུག་བས། ང་ཚོ་ཚང་མ་གི་རོ། སོ་སོ་གི་ནོར་འཁྲུལ་གི་ཁས་ལེན་མ་ཐུབ། ཨ་ནི། སོ་སོ་གི་སྙན་སྙན་ཚ་ལ་ཕྱེ་མ་བཀབ་དགོས་ཡ་བཀབ། ཨ། ཆབ་སྲིད་ཡིན་ན་ཡིན་ཆོས་ཡིན་ན་ཡིན། རིག་གཞུང་ཡིན་ན་ཡིན་གང་ག་ལ་ཕྱེ་མ་བཀབ་ཁྱོད་རང་ཚོ་སོ་སོ་གནས་སྐབས་རིང་ང་ལ་ཕན་ཡག་གི་ཆེད་དུ་རྒྱབ་མདུན་བལྟ་མ་ཐུབ་ངེས་ཨ། མ་འོངས། ཚ་ཚ་ཁྱོད་ཀྱི་སྒྲུང་འདི་ཚོ་ག་རེ་རེད་མ་རེད་ཧ་མ་གོ་ནི་མི་འདེད། བདུན་ག་རེའི་བདུན་ལ་འདུག་འདི་རྐྱང་རྐྱང་ལ་སྐད་ཆ་བཤད་ནི་འགྲོ་འགྲོ་འགྲོ་འགྲོ་འགྲོ་ནི་ད་རིང་གནས་སྐབས་དེ་འདྲས་ཅིག་ལ་ཐུག་རེད་ད། ད་ཁྱོད་རང་ཚོས་བསམ་བློ་ཡག་པོ་དང་ད་རིང་མི་དྲི་ཡ་གི་ག་བ་ག་ས་ལ་སྐད་ཆ་བཤད་ཀྱི་འདུག་ན་རོ། མི་དྲི་ཡ་ལ་དགོངས། མི་དེ་ཡ་གི་དགོངས་དག་ཞུ་དགོས་རེད་གར་ཅིག་ལ་ན་མི་དེ་ཡ་གི་ནོན་འཁྲུལ་ཅིག་གར་ཅིག་ལ་ན་དངོས་ཡོད་གནས་ཚུལ་དེ་བར་དུ་རྩ་གཅོད་བཏང་ཐུབ་ཡོད་མ་རེད་ཡིན་ནས་མི་དེ་ཡ་ལ་ཡང་དངོས་ཡོད་གནས་ཚུལ་དེ་སླེབས་མ་བཅུག་ཡ་གི་ལས་ཀ་སུས་བྱས་པ་རེད་ཁྱོད་དང་ང་ང་ཚོ་བོད་པ་ཚང་མ་གི་བྱས་པ་རེད་ང་ཚོ་ཚང་མ་གི་སོ་སོ་ནོན་འཁྲུལ་ཁས་ལེན་དགོས་རེད་ད་ཁས་ལེན་ནི་དགོངས་དག་ལ་དགོས་རེད་ད་རྒྱ་བོ་རིན་ཆེན་ལགས་ལ་དགོངས་དག་ལ་དགོས་རེད་ང་ཚོ་ཚང་མ་གི་ཧ་གོ་སོ་ཨ་ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་དང་རྔ་བ་ཤི་ཁེ་རབ། མཁན་པོ་ང་བ་མཁན་རབས་མཁན་པོ་ང་བ་མཁན་རབས་ཁྱེད་རང་འདྲ་བོ་འདི་ཚོ་ཚང་མ་མ་དོན་ནས་བྱ་རྗེས་རྒྱུན་ནས་ཁྱེད་རང་ཚོ་ར་བ་བུ་མོ་ལ་ལག་པ་སིམ་བུ་མོ་ལ་རྡུ་རི་གཉན་ཚད་བྱེད་རྒྱུ་གི་ན་ཚ་འདི་ཚོ་མ་ཕལ་ཡོད་རེད་ཁྱེད་རང་ཚོ་མཐོང་གི་འདུག་བས་ཁ་ཟས་འདི་ང་སྐྱེན་པས་ཀྱང་འདས་དུས་གང་ལ་ཨ་མདའ་སྤུ་གུ་སྤུ་གུ་ནག་པོ་གཟུགས་པོ་རིང་པོ་ཅིག་ང་ལ་དྲི་བ་བསྐུར་ག་གླེས་བཟོ་བ་ཁོའི་མིང་ཁར་ས་ཉིས་འབུམ་ཉིས་འབུམ་གྱི།

དེ་འདྲའི་ནོར་འཁྲུལ་རྒྱ་གུར་མི་གཅིག་གིས་ག་རེ་བྱས་ཡོད་རེད། ཡིན་ནས་ཁྱེད་རང་དང་ང་ཚོ་གི་བྱས་ནས་ཧ་གོ་སོང་ང་ཚོ་གི་ཕྱེ་མ་བཀབ་ས་ལ་བཀབ་འབའ་ར་བཀབ་ས་ལ་བཀབ་ཨ། དངོས་ཡོད་གནས་ཚུལ་འདི་མ་བཤད་དངོས་ཡོད་གནས་ཚུལ་བཤད་ཡག་གི་བློ་ཁོག་སུ་ལས་མི་འདུག་ཨ། ཕ་གི་གཞུང་ན་ལས་ཀ་བྱེད་མཁན་གི་མི་དེ་ཚོ་ལས་དེ་ལ་རྩིས་མ་མི་འདུག་ཨ། འོང་འདི་བྱས་ནས་སྐད་འདི་ལ་ཐུག་གོ་ཧ་གོ་སོང་ཨ། ཁྱོད་ཚོ་ཚང་མ་བསམ་བློ་ཡག་པོ་བཏང་ཨ།

ཁྱེད་རང་ཚོ་ཁ་ཤས་ཀྱིས་ང་ལ་ཁ་བཏང་ནས་ཁ་བ་ཁ་ས་ལ་ག་རེ་ལབ་ཀྱི་འདུག་ལབ་ན། མོ་གིས་ཁ་བསྐུར་གྱི་བྱེད་ཡ་མི་འདུག་ཞི་མི་ཆགས་ཤག Tiger དེ་ཞི་མི་ཆགས་ཤག་ལབ་ཀྱི་འདུག་རོ། དངོས་ཡོད་གནས་ཚུལ་བཤད་ཉེ་ངས་ལ་ཁྱོད་ཚོ་ལ་ཨམ་ཅོག་མེད་བ། སྐད་ཆ་དྲང་པོ་དེ། དངོས་ཡོད་གནས་ཚུལ་དེ་ཁྱོད་ཚོ་ལ་ཉེ་ངས་ཀྱི་ཨམ་ཅོག་ཡོད་མ་རེད། ཁྱོད་རང་ཚོ་སོ་སོ་གྱི་རང་དོན་སྒྲུབ་དགོས་བོ་རེད་འདི་ཕྱི་ནས་ཁྱོད་རང་ཚོ་མི་དེ།

ཁྱེད་ཚོ་གིས། འདི་ང་ཚོའི་ནོར་འཁྲུལ་རེད། ང་རང་ཚོའི་ནང་ལོགས་ལ་འདི་འདྲས་ཡོད་རེད། ང་རང་ཚོའི་ནང་ལོགས་ལ་ཁ་ཚིག་ནི་ཆབ་སྲིད་ཀྱི་འཁྲུག་འདས་ཡོད་རེད། ཁ་གཉིས་བྱུང་ཡོད་རེད། འདི་ནང་ལོགས་ལ་རྒྱ་མི་སོ་བ་ཡོད་མེད་ཀྱི་ང་ཚོ་ཧ་གོ་གི་མེད། ང་ཚོ་རྩ་གཅོད་བཏང་གི་འདུག། ད་ག་ནང་བཞིན་ང་ཚོ་འདི་ནང་ལོགས་ལ། ག་ལ་འོ་རེད། ཆབ་སྲིད་དང་བཅས་རིག་གཞུང་དང་སྒང་ལ་ཨ། ང་ཚོ་དེ་ག་སུ་འཁྲུག་འདས་ཡོད། ང་ཚོ་འདི་ནང་ལོགས་ལ། Deputy Speaker X། ཨ་ཅག་རི་ཡེ་ཤེས་ཕུན་ཚོགས་འདྲ་བོ་འདི། ཁོ། བུ་མོ་ལ་ཨེ་འདྲས་བྱས་པ་རེད། འདི་འདྲའི་སྐད་ཆ་དྲངས་ཡོད་རེད་ཕ་ཆེན་འདི་གི་ཕྱི་ནས་འདི་ཆ་ཡིན་ས་རེད་ལ་ནི་ཁྱོད་ཚོ་བསམ་བློ་འཁོར་ཐུང་མ་སོད་ཨེ་ལ་ཡིན། ངས་ཁྱོད་ཚོ་ལ་འོང་འདི་སྐད་ཆ་བཤད་ཀྱི་ཡོད་ཁྱོད་ཚོ་རླུང་ལངས་ཀྱི་འདུག་ཨ་ང་ལ་ངས་སྐད་ཆ་བཤད་ངས་བྱས་ནི་ལབ་ཀྱི་འདུག་ཨ་ངས་ག་ཚོད་པོ་ཞིག་བྱས་ཡིན་ངས་ཐག་རིང་ཞོགས་ཀན་ནས་འགྲོ་ནི་མི་རེ་རེ་ངེད་གཉིས་ཀྱི་བུ་ལ་ང་གི་སྐད་ཆ་འདི་དྲིས། སྐད་ཆ་ནི་ཨོ་རྩ་བ་ག་བ་ནས་བྱུང་གོ་རེ་ཀོས་ག་བ་ནས་རེད་ཀོས་དེ་བེད། རྩ་བཅོས་དང་ཀོ་སྟི་ཀ་ལ་རྒྱུགས་ངས་ས་ཁ་ཚ་ངན་མ་ནི་ལ་ཡིན་ཁྱེད་རང་ཚོ་ལ་རྒྱུགས་མ་འགྲོ་ཁྱེད་རང་ཚོ་དངོས་ཡོད་གནས་ཚུལ་བལྟ་ཞོག་ལ་ནི་ངས་ཐང་ག་ཚོ་ལ་ཡིན་ཁྱེད་ཚོ་གིས་ངའི་བིད་དེའོ་ལྟ་ཡིན་པས་ང་ལ་རྒྱ་ཆེ་ཡ་ལ་ལྷག་འདུག་ཨ་ཁྱེད་ཚོ་ཨ་ཁྱོད་རང་ཚོ་གིས་དངོས་ཡོད་གནས་ཚུལ་དེ་ཚོ་དཀྲུགས་དཀྲུགས་ནས་ལྟ་བཞིན་ཡོད་པས་བློ་ཁོག་ཡོད་པས་ཁྱེད་རང་ཚོ་ལ་ཨ་ཁྱེད་ཚོ་ཨ་མ་གི་འོ་མ་བཏུང་ཡོད་པས་ལ་ཡིན་ཨ་ཁྱེད་ཚོ་པ་པ་ད་ག་རང་གི་སྤུ་གུ་ཡིན་པས་ཁྱེད་ཚོ་རྩ་ཆུ་བཏང་ཤག་གི་ཚོ་བ། ཁྱོད་ཚོ་ཞི་བུ་ཅིག་ཡིན་བསམ་གྱི་འདུག་བ་ཁྱོད་རང་ཚོའི་སེམས་པ་ལ་དངོས་ཡོད་གནས་ཚུལ་ལྟ་ཞོག་ཁྱོད་རང་ཚོ་ངེད་ཀྱི Page ནང་ལ་འགྲོ་ནས་མ་ལྟ་ཞོག་གང་གང་ལྟ་ཞོག་རྒྱ་རོམ་ཆེ་ལ་ལ་ག་ཚོད་ད་ད་རིང་ཐེངས་གཅིག་མ་རེད་ཐེངས་མང་པོ་ཐེངས་མང་པོ་ཐེངས་མང་པོ་ཨ་འདྲའི་སྐད་ཆ་བྲིས་ཚར་རེད་ཁར་ཅིན་བྲིས་རེད་ང་ཚོ་གི་བུ་ལ་ལ་མོ་གྲྭ་བ་ཁ་ཤས་ཅིག་གིས་མ་རབས་འཁྲབ་ནས་ཧ་གི་ཚོ་བ། ངོ་ཚ་ཡ་མེད་རྒྱུ་འདི་འདྲས་བྱས་ནས་ཨ་ནི་ད་རིང་རྒྱ་རོམ་ཆེ་ལ་དྲི་བ་བཀུག་གི་འོ་རེད་ཁར་ཅིན་ལ་ན་རྒྱ་རོམ་ཆེ་ང་ཚོ་ཡོད་ན་མེད་ན་སྙིང། ཁ་ཁར་ལ་ཁྱོད་རང་ཚོ་ལ་བཤད་ཡ་མང་པོ་འདུག་ང་ཚོ་སྙིང་གི་ཁོག་པག་གི་ཁ་རེ་རེ་ཡིན་ན་ཅིག་ལབ་ཀྱི་འདུག་ཡིན་པ་ཡིན་ན་ད་ད་རིང་ཁྱོད་རང་གི་སྙིང་དང་ཁོག་པག་གང་ག་དཀྲུག་དཀྲུག་བཏང་ཨ་ཧ་གོ་སོ་ངའི་ས་ཁ་ཚ་སྙན་མ་ནི་ཁྱོད་རང་ཚོ་ལ་ཡིན་སྙིང་དང་ཁོག་པག་དཀྲུག་དཀྲུག་བཏང་ཨ་ཧ་གོ་སོ་ཁྱོད་རང་ཚོ་ལ་ཁྱོད་རང་ཚོ་ཁྱོད་རང་ཚོ་ངའི་ཁྱོད་རང་ཚོ་ངའི་ལབ་ཀྱི་འདུག་ད་ད་རིང་ཁྱོད་རང་ཚོ་ང་ལ་ཁ་བ་ཁྲིད་ཀྱི་ནི་ཁྲིད་ཨ་ཧ་གོ་སོ་ཁྲིག་གི་ཡིན་ན་ཁྲིག་ཨ། ང་ལ་ཡོད། ང་ལ Proof གང་འཛག་ཡོད་ངའི་ས་ཁ་ཚི་སྙེ་མ་ནི་ཁྱེད་རང་ཚོ་ལ་ལ་ཡིན་ང་རྒྱལ་རབས་ཁྲིག་གི་ཡོད་ད་ང་ད་ག་ཟི་ཕ་ག་ཚི་སྐད་ཆ་མར་བཏང་ངའི་རྒྱལ་རབས་ཁྲིག་གི་ཡོད་ལ་ལ་ཡིན་ང་དེ་འདྲའི་འུ་ཐུག་འུ་ཐུག་ང་ཧ་གོ་ཚི་བ། གདོང་པ་མ་བཀྲུ་ང་ཁ་ལག་མ་ཟག་གཉིད་མ་མྱངས་ངའི་གདོང་པ་གང་ག་སྐྲངས་ཕྱིན་ན་ཁྱེད་རང་ཚོ་ལ་སྐད་ཆ་འདི་གོ་ཚི་ཤེས་ནས་ཁྱེད་ཚོ་གོ་གི་མི་འདུག་ད་འདོད་ཁྱེད་ཚོ་ངེད་ཀྱི་སྙིང་སྟོབས་ལ་དྲི་བ་བསྐུལ་གི་ཡོད་བ། ཁྱི་མི་ལག་མོ་འདྲ་བོ་ཡིན་ན་ད་མགོ་མོ་བར་ལ་ལྟ་ལྟ་ནས་སྐད་ཆ་བཤད་གི་འདུག་བ། ཨ་མོ།

ཁྱོད་ཚོ་ཞེན་གོ་ཀང་པོ་ཁྱི་ནི་འགྲོ་དེ་ཧ་གོ་སོ་ཨ། ཁྱེད་རང་ཚོ་རྩ་གཅོད་ཡག་པོ་བཏང་ཤོག་ཨ། རྩ་གཅོད་ཡག་པོ་བཏང་ཤོག་ཨ། ས་ཁ་ཚི་སྙན་མ་ནི་ང་གཟུགས་པོ་གང་མཛའ་ན་གི་འདུག་ཨ། ཁྱེད་རང་ཚོ་བསྟན་འཛིན་ཡེ་ཤེས་ལ་དཀྲུག། ལུང་རྟོགས་ལ་དཀྲུག་ལུང་རྟོགས་ཀི་ག་འདྲས་བྱེད་ཀི་འདུག་ཁོ་ཚོས་ཟིན་གི་འདུག་ཨེ། ངས་ས་ཁ་ཚ་སྙན་མ་ནི་ཐང་ག་ཚོད་ལ་སོགས་ལུང་རྟོགས་ཁོ་ཚོས་ཟིན་ལ་ནི་ངས་ག་ཚོད་ལ་སོགས་ཨ།

ཧ་གོ་སུ་བ། ཁྱེད་རང་ཚོ་ཚང་མ་ཅིག་བཤད་དེ་གི་འདུག་བཤད་དེ་གི་འདུག་ར་དངོས་ཡོད་གནས་ཚུལ་དེ་ག་ནས་ཡོང་གི་འདུག་ཁྱེད་རང་ཚོ་ཅིག་གི་ང་ལ་འབྲེལ་བ་ཆེ་ཡིན་པས་ཨེ་ཧྥུ་སྦོལ་ནི་ང་ལ་འབྲེལ་བ་ཆེ་སུ་སྐད་ཆ་བཤད་སུ་ར་ཡིན་ནས་མོ་གི་དངོས་ཡོད་གནས་ཚུལ་དེ་ག་ཅིག་ནས་བཤད་གི་འོ་མ་རེད་ཁྱོད་ཚོ་ལ་རོ་སྡིངས་ཆ་འདུག་བ་ཁྱོད་ཚོ་འཛམ་བུ་གླིང་ལ། ག་ཀ་མ་ཅིག་གོ་བ་བེ་བི་ཀ་མ་ཅིག་གོ། ཀ་མ་ཅིག་གོ། ཀ་མ་ཅིག་གོ། ཧོ་ཀ་མ་ཅིག་གོ། ད་ལྟ་ང་ལ་ནཱིན་ཀྲེན་གི་དེ་ལ་སྐད་ཆ། Messenger ནང་ལ།

ཁྱེད་ཚོ་སུ་ཡིན་ངའི་སྐད་ཆ་ལ་ཡིད་ཆེས་བྱེད་ཀྱི་མིན་ནོ། baby please སྐར་མ་གཅིག this is very important། ཁྱེད་རང་ཚོ་ལ་ངའི་ས་ཁ་ཚ་ངེ་མ་ནས་ལ་ཡིན། འདི་སྐད་ཆ་བཤད་དགོས་སུ་ལ་ནི། འདི་སྐད་ཆ་བཤད་དགོས་ལ་ནི་ངའི་ས་ཁ་ཚ་ངེ་མ་ནས་ལ་ཡིན། ཁྱེད་ཚོ་སུ་ཡིན་ང་ལ་འབྲེལ་བ་ཅི་ཡིན་པས་ཕོན་བཏང་ནས་སྐད་ཆ་བཤད་ཡིན་པས།

ངའི་རྨི་ལམ་ནང་ལ་ག་རེ་བརྗེད་སོང་ལ་ན་ག་དུས་ཡིན་ནས་ང་སེམས་པ་བམ་དུས་གང་ལ་ངའི་རྨི་ལམ་ནང་ལ་ག་རེ་བརྗེད་དགོས་འདུག་ལ་ན་རྒྱལ་པོ་རིན་པོ་ཆེ་གི་སེམས་ལ་གུ་རུ་རིན་པོ་ཆེ་གུ་རུ་རིན་པོ་ཆེ་གི་སེམས་ནང་ལ་སྒྲོལ་མ་བརྗེད་ཀྱི་འདུག་ངའི་ཨ་ཁུ་སུ་བ། འདི་རེད་སྐད་ཆ། ཁྱེད་རང་ཚོ་ཁྱེད་རང་ཚོ་སུ་ཡིན་ནས་ང་ལ་བསྡད་ཤོག་བིད་དེ་སུ་ལ་སྐད་ཆ་བཤད་དགོས་ཡོད་ཤོག་ཤོག།

དེ་ལབ་ན་ཁོ་ཚོ་གཡོ་གུ་འོ་རོགས་ཨ་ང་ལ་གཡོ་གུ་འོ་རོགས་དེ་འདྲའི་གཡོ་ཐུག་གུ་རུ་བས་གཡོ་ཐུག་གུ་མ་རེད་ང་ཚོ་གི་ང་ཚོ་གི་མི་ཚེ་ནང་ལ་རོགས་ཨ་བུ་མོ་ཨེ་འདྲའི་སྐྱེ་མེད་མྱང་རྒྱུ་བུ་མོ་མྱང་རྒྱུ་སྤུ་གུ་མྱང་རྒྱུ་དཔེ་མང་པོ་ཡོད་རེད་ཁོ་ཚོ་གང་ག་ལ་གཡོ་གཡོ་གཉིས་ཀྱི་ང་ཚོ་ད་རིང་བདེ་ལེ་རེད་ད་ད་རིང་ད་འདོད་གཡོ་ཐུག་གུ་དུ་བས་ཨ་ད་འདོད་གཡོ་ཐུག་ས་རེད་བས་ཁྱེད་ཚོ་ཨ་འདི་ཚང་མ་གི་ཆིན་འདི་ཆག་གུ་འོ་ར་ད། ཧ་གོ་གི་ཡོད་ན་ཁྱེད་རང་ཚོ་བསམ་བློ་ཡག་པོ་བཏང་ཨ། ང་ཚོ་ཚང་མར་རོ་ཨ། གཅིག་ནང་བཞིན་བྱས་ནས་ཡག་པོ་བྱས་ནས་བསྡད་ཡོད་ན། ད་རིང་འདིར་སུ་སྒེར་ང་ཚོ་ལ་འཛུགས་གི་ཚུགས་ཚུགས་གི་མ་རེད་ང་ཚོ་ལ། འཛམ་བུ་གླིང་གི་ག་ཚོད་དགའ་གི་དོག་མི་འདུག་ད་རིང་སྟོན་མཐོང་སོ་ཨ། ཁ་ཆེན་གྲོས་ཚོགས་ནང་ལོགས་ལ། བོད་པ་སྤྲུལ་ནས་མ་དག་པ་སྐད་ཆ་བཤད་གི་འདུག་བ་ད་རིང་ཧི་མ་ལ་ཡ་རི་རྒྱུད་ག་འདྲས་ལངས་སོ། ལ་དྭགས་ཀྱི་ག་ཚོད་ལངས་སོ་ཨ། ཨ་སམ་ནས། ག་བ་ག་ས་ནས་ག་འདྲས་ལངས་སོ་ཨིན་ཇིའི་རྒྱ་གར་ག་འདྲས་ལངས་སོ་ཨ། ང་ཚོ་ལ་མ་ག་ངའི་འདུལ་བས་གར་ཕྱིན་ནི། རྒྱལ་བ་རིན་པོ་ཆེ་གི་ཕྱིན་ནི་རོ། རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བྱིན་རླབས་ཀྱི་ཕྱིན་ནི་ང་ཚོ་ལ་བོད་པ་ལ་ག་ངའི་ག་ཚོད་དོ། ད་རིང་ཚོ་ད་ཐོངས་སོ་ཨ། ད་ཁྱོད་རང་དང་ང་ཚོ་ད་འདོད་སྤྱོད་པ་ལོག་ནས་དེ་འདྲས་བྱིན་ནི། སྤྱོད་པ་བཙོང་ནས་འགྲོ་གི་ཡིན་པས་ད་འདོད་སོ་སོ་ནོར་འཁྲུལ་དེ་ཁས་མ་ལེན་ད་འདོད་སོ་སོ་སོ་སོ་ལ་ག་ཅན་ཅི་ཡིན་གདོང་འདོག་བྱིན་འགྲོ་གི་ཡིན་པས་ཁྱོད་རང་ཚོ་གི་མིང་དེ་སྐྱག་པ་ཁྲོན་པའི་ནང་གི་སྦེག་པ་གར་ཕྱིན་པས་ཁྱོད་ཚོ་ཨ། ཁར་སྐྱེས་ཡིན་པས་མཐོང་སོ། འཛམ་བུ་གླིང་ཕྱི་ལོགས་ནས་དྲི་བ་བཀོད་སོང་ན་ལམ་སང་རྒྱ་གར་མོ་ཅི་ལ་བཀོད་གི་འདུག་བ། ད་རིང་ཐེངས་དང་པོ་མ་རེད་ངས་ཁྱེད་རང་ཚོ་ལ་ཡང་བསྐྱར་ལབ་ཀྱི་ཡོད་ད། ཉིས་སྟོང་ཉི་ཤུ་ལ་ཡ་ཆ་སོ། དེ་ཡང་ད་མིས New Jersey གི་བུ་མིས་ག་རེ་རེད Samira Khan རེད་མོས་ཀྱི་དྲི་བ་བཀོད་སོང་བ། དུས་དུས་ག་ལ་ང་སླེ་ཡོད་བས། ཡ། དེ་ནོར་འཁྲུལ་དེ་ངའི་ཡིན་པ་ཡིན་ན། དུས་དུས་ག་ལ་ང་སླེ་ཡོད་བས། སླེ་ཡོད་མ་རེད་ང་ཁ་ཚིང October nine twenty

ཁྱོད་རང་ཚོ་སུ་ང་ལ་ཁ་གྲགས་ཡིན་པས་ཁྱོད་ཚོ་ཚང་མ་མིང་ར་ཡ་བྱེད་དུ་ངོ་ཚ་གི་མི་འདུག་བས་རྒྱ་གོར་མོ་བཅས་ཀྱི་སྒང་ལ་ཁྱོད་རང་ཚོ་མིང་སྙན་སྙན་འདྲ་བཟོ་ག་འགྲོ་ཁྱེད་རང་ཚོ་སོ་སོ Brand བཟོ་ག་འགྲོ Marathon ན་ཤི་རྒྱུག་ཤ་ལོས་ནི་འགྲོ་ངོ་ཚ་གི་མི་འདུག་བས་ཁྱོད་ཚོ་ཞམ་འདྲེ་ངོ་ཚའི་མི་དགོས་ཞམ་འདྲེ། ད་ལྟའི་ཁྱེད་རང་ཚོ་ཞི་བུ་ཡིན་བསམ་གྱི་རེད། ད་ལྟའི། ད་པད་མ་འབྱུང་གནས་ལ་ལགས་ཨ། འདི་ཁྱོད་ཀྱི་ཕྱི་ནི་རེད། ལ་ནི། ཀུན་དགའ་ཕྲིན་ལས་ལ་ལགས་ཨ། འདི་ཁྱོད་ཀྱི་ཕྱི་ནི་རེད། འདི་ཡང་ད་ཆུ་བཞི་སྒང་དྲུག་སྡེ། ནོར་བུ་གླང་མོ་དང་གྱེས་འདུག་ཨ། དེ་ཚོ་ལ་ལགས་ཨ། འདི་གང་ག་ཁྱོད་ཚོ་གི་ཕྱི་ནི་རེད། ངས་ལགས་སོ་ཨ། བེ་དྲག་རྒྱག་དགོས་དུས་རེད། ལ་ནི་ལགས་སོ་ཨ། ད། ད་མཐོང་སོ་བ་འདི་གང་ག་ངུ་འདི་ཕྱི་ནས་རེད་ད་ཐེངས་ཨ་ང་ལ་ཁ་བ་བསྐོར་ལ་བྲུས་གིན་ན་བྲུས་ང་ཁ་བ་ངས་ཁ་རྫིང་ལ་སོ་ཨ་ངས་ཁ་རྫིང་སྙེ་མ་ནས་ལ་ཡིན་ཁྱོད་ཚོ་གིས་ང་ལ་ཁ་བ་ཁྱོད་ང་ནོར་གི་འདུག་ལ་ན་ང་ཁྲིད་ནས་ཤོ་ད་ང་སྦྱིན་པ་དེ་ཨེ་འདྲས་བཞག་གོ་ཁྱོད་ཚོ་སྦྱིན་པ་གཏུབ་གི་ཡིན་ན་ངས་བཞག་གོ་ལ་ནི་ངས་ལ་སོ་ཨ་ང་ལ་བདེན་པ་འདི་དགོས་ཀྱི་ཡོད་ལ་ནི་ངས་ལ་སོ་ཨ་ཁྱོད་ཚོ་ལ་ཁྱོད་ཚོ་ཡིད་ཆེས་གི་མི་འདུག་ཨ་ངས་སྐད་ཆ་ལ་འོ་ད་དེ་འདྲས་རེད་ཧ་གོ་སོ་ཨ་ད་ཤོ་འོ་ཧི་མ་ལ་ཡའི་པི་ཁ།

སྐྱུར་མོ་ཡོད་རེད་ཁྱོད་རང་ཚོ། ཟ་ཐུག་གི་མི་འདུག་བ། ཁྱོད་ཚོ་ཟ་ཐུག་གི་རེད་ཧ་གོ་སོ། དུག་བཏུང་ཤིང་གི་རེད་ཧ་གོ་སོ། ད་ང་ཚོ་ཚང་མ་གི་དུག་དང་རྙོག་པ་དང་གང་ག་རྒྱག་རུང་ཅིག་བྱེད་བསྡད་འདུག་བ། ཡིན་ནས་ཡང་ཁོང་རིགས་ལ་ལྟ་དང་ཅེ་རེ་སི་སྐུ་ཤ་གླེན་པ་ཡིན་དང་མེད། ཁོང་རིགས་ལ། ཕོག་གི་མ་རེད་ཕོག་ས་སུ་རེད་ཁྱོད་དང་ང་རེད་ཧ་གོ་སོ། ད་ཕོག་ས་སུ་རེད་ཧ་གོ་ཡོད་བོད་ནང་ལ་ཡོད་ངའི་བོད་པ་རེད་ཧ་གོ་སོ། དེ་སྐད་ངན་གྲོགས་ཅག་ཡིན་དང་མེད་ད་རིང་འདི་ཚང་མ་གི་རྒྱུད་ནས་བོད་ནང་ལོག་ལ་བོད་པ་འདི་ཚོ་གི་རྒྱག་རུང་ཅིག་གི་སྐུ་པར་མཇལ་ཡ་རག་འདུག་བ།

བསྟན་འཛིན་བརྩོན་འགྲུས་ཨོ་བསྟན་འཛིན་བརྩོན་འགྲུས་ལ་ངས་སྐྲག་ཕྱིན་བསྟན་འཛིན་བརྩོན་འགྲུས་ཀྱིས་ང་ལ་ཚུར་གང་ལ Response བྱེད་རྒྱུ་ཀྱི Proof ཡོད་ཧ་གོ་ཟི་བ་ཁྱེད་ཚོ་ཚང་མ་ལོག་ལ་ངས་འདི་ཡོད་ད་ཧ་གོ་ཟི་བ་ངས་ནང་ལ Energy ཡག་པོ་མི་འདུག་ངས་ཁྱེད་རང་ཚོ་ལ་ཁ་ཟི་ཉན་མ་ནི་ལ་ཡིན་ཁྱེད་རང་ཚོ་ལ་ཁ་ཟི་ཉན་མ་ནི་ལ་ཡིན་ངས་ད་ད་ད་ཐད་པོ་སྤྲུལ་སྐུ་ལ་ལས་ངེད་ཀྱི་སྐྲག་བྱེད་ཡིན། ཐད་པོ་སྤྲུལ་སྐུ་གི་དཔེ་གཞི་ནང་ལས་རྫུན་ནི་ངེད་ཀྱི་བསླུ་ཡིན། ཁྱོད་རང་ཚོ་ཚང་མ་གིས་ང་ལ་བཀའ་ཕེབས་ཀྱི་ཐབས་ཤེས་བྱེད་ཀྱི་ཡོད་ན་རེད་བ། དེ་སྟབས་ཐུག་གི་མ་རེད་ཁ་ལ་ན་བདེན་པ་རེད་བ་བདེན་པ་གནས་ཚུལ་དེ་ཡར་དོན་ཡོང་གི་རེད་ཧ་གོ་སོང་བ། ཁྱོད་ཚོ་ཐ་ན་ད་ཐ་མར་སྐད་ཆ་ང་ལ་མ་བཤད་ཧ་གོ་སོང་བ། ཁྱོད་ཚོ་ཐ་ན་ད་ཐ་མར་སྐད་ཆ་མ་བཤད་ཁྱོད་རང་གིས་ཐ་ན་ད་ཐ་མར་གྱི་ཕྱིན་ནས་རེད་བ། ང་ཚོ་སྤྱི་ཚོགས་མྱང་གི་འདུག་ངའི་རྒྱ་བོར་མི་གཅིག་མྱང་གི་འདུག་ཧ་གོ་སོང་བ་ཁྱོད་རང་ཚོ། ཧ་གོ་གི་ཡོད་ན།